ཧོ། ད་བཅུ་དྲུག་གླེང་ན་བཞུགས་པ་ཆོས་དྲུག་རྣམ་པ་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ཨ་ནི་ཁྱེད་རྣམ་པ་ཚང་མ་ལེབ་བདེ་སེམས་སྐྱིད་ཡོད་པའི་རེ་བ་དང་སྨོན་ལམ་ཡོད། ཨ་ནི་ང་བདེ་བོ་འཚམས་པོ་ཡིན་ད་ལྟ། ཨ་ནི་ང་བདེ་ས་ས་ནས་ལས་ད་ལྟ་དགོངས་དག་དང་མཚིན་ན་ཆུ་ཚོད་དགུ་ད་སྐར་མ་བཅོས་སུ་ཅི་རེད་བཞག་ནས་ངས་དེ་རིང་དེ་ལ་སྒྲ་སྒམ་གྱིས་བཟོ་ནས་ཕུད་ཀྱི་ཡིན་ད་གར་ཚ་ཉེ་ཆར་ང་ཚོས་གསར་བསྒྲགས་སྔོན་སོང་ལྟར་དང་ཞེས་པ་ཡིན་ན་དེ་རིང་གི་སྒྲ་སྒམ་དེ་སྒྲ་སྒམ་བཅོ་ལྔ་པ་དེ་ཆགས་ཀྱི་ཡོད་རེད་དེ་སྒྲ་སྒམ་དེ་ལ་ཨ་ནི་གསང་སྔགས་ཀྱི་ཆོས་ཟེར་ཡ་དེ་ག་འདྲ་ཞིག་ནི་ཉམས་ལེན་ཞིག་གོ་རེ་ཞིག་ཨ་ནི་གསང་སྔགས་ཟེར་ཡ་དེ་ག་རེ་རེ་ཞིག་ཨ་ད་དེ་འདྲའི་གཅིག་གི་བརྗོད་བཟའ་གཉིས་ཡིན་སྒྲ་སྒམ་གཅིག་གི་ནང་ནས་ཨ་ནི་མ་ཤོང་ནི་ཐབས་ཤེས་བྱས་ནས་ཨ་ནི་འོ་དེ་འདྲ་བྱས་ཟེར་ནས་བཏང་འཇོག་གི་ཡིན། ད་དེ་ལ་སྤྱིར་བཏང་ང་རང་ཚོའི་ད་བོད་བརྒྱུད་ནང་ཆོས་དེ་གསང་སྔགས་ཀྱི་ཆོས་བླ་ན་མེད་པ་གཅིག་དང། ནི་ང་རང་ཚོའི་ནང་པ་གཞན་ལ་མེད་ལས་ཀྱི་ཆོས་དེ་ད་ང་ལ་བོད་ཚུལ་བོད་ལ་ཡོད་རྒྱུ་དེ་གསང་སྔགས་ཀྱི་ཆོས་དེ་ཆགས་བསྡད་ཡོད་རེད་གསང་སྔགས་ཀྱི་ཆོས་ཟེར་ཡ་དེ། ནི་རྒྱུད་སྡེ་བཞི་གང་རུང་ལ་འབྲེལ་བ་ཡོད་རྒྱུ་གཅིག་ཡོད་དུས་ཙང་ནི་ད་དེ་གསང་སྔགས་ཀྱི་ཆོས་དཔེ་ནི་ཟ་རྒྱུད། རྒྱུའི་རྒྱུད། རྣམ་འགྱུར་རྒྱུད། རྣམ་འགྱུར་བླ་ན་མེད་པའི་རྒྱུད་ཀྱི་དེ་རྒྱུད་དེ་བཞི་དང་འབྲེལ་བ་ཡོད་རྒྱུད་ཀྱི་ཆུ་དེ་ནི་གསང་སྔགས་ཀྱི་ཆུའི་ཆ་དེ་ཡོད་རེད། དེ་འདྲ་ཡིན་དུས་རྩ་ནས། ད་དང་པོ་གསང་སྔགས་ཟེར་ཡ་དེ་ངའི། གང་འདྲི་ཡིན་པ་དེར་བ་གསང་སྔགས་ཟེར་བ་དེ། མ་གཞི་འདྲི་ཤེས་ཞུས་ན་བཟང་སོང། ད་གསང་སྔགས་ཟེར་བ་དེ་སྤྱི་གཏང་གོ་ནི། གསང་ཟེར་བ་དེ་ད་ལྟ་ང་རང་ཚོས་གསང་བའི་སྒོ་ནས། འོན་ནི་སྤྱི་གཏང་ཆོས་གང་དང་གང་ཞེས་བ་ཡིན་ན་ཡང་ཅི། ག་རེ་སེ་གོ་རེ་སྔོན་ཚིན་ཆུང་ཆུང་བྱས། ལ། སེ་ལ་ངོམ་སོགས་མེད་ལས་ཆེ། ནང་ནི་བདག་ཉམས་བས་ལས་ཆེ་ཞེས་ནས། དེ་འདྲ་བྱས་ནས་ལྐོག་ལྐོག་སུད་སུད་ནས་བསྒྲུབ་ཡ། ད་གཙང་སེ་ཡ་དེ་སྤྱིར་བཏང་གི་ད་དེ་ལ་ལུང་འདྲེན་ད་དེ་ཚོ་མང་པོ་འཕངས་དེ་ནི་ཧ་ཅང་མང་པོ་འདུག་སྟེ་དེ་ནི་ད་དེ་དཀའ་ལས་ཁ་པོར་བ་དེ་འདྲའི་དེ་ཚོ་ལུང་འདྲེན་དེ་གི་མགོ་ཐོག་འགྲོ་གི་རེད་ནི་ངས་གཙང་སེ་ཡ་དེ་གི། ཐུན་མོང་ཡོངས་སུ་གྲགས་པ་མ་ཡིན་པ་ཐུན་མོང་ཡོངས་གྲགས་ཀྱི་ངོ་ལ་མ་ཡིན་པ། གང་ཟག་སྒེར་གྱི་ཐོག་ནས་ཨེ་ནི་ལྐོག་ལྐོག་སུད་སུད་ལ་ཨེ་ནི་གསང་བ་གི་ཐོག་ནས་ཉམས་ལེན་བྱེད་ཡ་སྟེ། ཞེས། དེ་གསང་བ་གི་ཐོག་ནས་ཉམས་ལེན་བྱེད་ཡ་ནི་སྐབས་སུད་དེའི་ས་ལམ་གྱི་རྟོགས་པ་རྒྱུད་ལ་སྐྱེས་ནས་རྟོགས་པ། ད་རིམ་པས་བཞིན་དུ་ད་ག་རེ་ཞིག་སྔགས་ཀྱི་སྐབས་སུ་ལམ་སྔགས་དང། མདོ་ཡི་སྐབས་སུ་ས་བཅུ་ལ་སོགས་པ་དང་ལྷག་པར་དུ།

རྟོག་པ་རྒྱུད་ལ་སྐྱེས། རྟོག་པ་རྒྱུད་ལ་སྐྱེས་ནས་དེ་འདྲའི་གཅིག་ཡོང་བ་དེ་ལ་ནི་སྔགས་ཟེར་ནས། སྔགས་ཟེར་ཡ་དེ། སྔགས་ཟེར་ཡ་དེ་འབྲས་བུ་གཅིག་ལ་བཞག། གསང་ཟེར་ཡ་དེ་སྒྲུབ་ཐབས་གཅིག་ལ་བཞག། ད་དེ་ལ་བཤད་སྟངས་མ་འདྲ་བ་མང་པོ་འདུག་སྔགས་ཟེར་དུས་རྩ་ནི། ཁྱད་པར་དུ་འཕགས་པ་གཅིག་ལ་གོ་ཡོད་ར་ཁྱད་པར་དུ་འཕགས་པ་དེ་གསང་བའི་ཆོས་གང་ཡིན་པ་དེ། དངོས་ས་དོད་པོ་མ་ཡིན་པ་ལྐོག་ནས་ཡག་པོ་གཅིག་བསྒྲུབས་ནས་ཉམས་ལེན་བྱས་པ་ཡིན་ན་དེའི་འབྲས་བུ། འབྲས་བུ་ཚུར་དོན་ཡང་དེ་ལ་ནི་སྔགས་ཟེར། ད་དེ་ལ་གསང་སྔགས་ཟེར་ཡང་དེ་ཚིག་གཉིས་དེ་ལ་འབྲི་སྟངས་སྤྱི་སྟངས་ཁའི་བག་གི་མང་པོ་འདུག་དེ་ཡིན་པས་ཡིན་ནས་ད་གོ་བདེ་བའི་དབང་དུ་བྱས་པ་ཡིན་ན་དེ་འདྲ་གཅིག་རེ་བཞག་ཨ་ནི་དེ་ལའང།

དེ་གི་ཐོག་ལ་མ་བབས་ན་སྐད་ཆ་བཤད་ན་ཡག་པོ་མེད་འགྲོ་དྲན་གི་འདུག་ད་དེ་ལ་ང་ཚོས་སྤྱིར་བཏང་གི་ཐོག་ནས་གསང་སྔགས་ཀྱི་ཆོས་དེ་ག་རེ་ཆེད་དུ་གསང་སྔགས་དེ་ཆོས་དེ་མེད་ན་ག་འདྲ་ཡོང་གི་རེད་ཡོད་ན་ག་འདྲ་ཡོང་གི་རེད་ཟེར་ཡ་ཅིག་ཡོད་རེད་བ་ད་དེ་ཚོའི་སྐོར་ལ་བསམ་བློ་བཏང་ན་ཡག་པོ་འདུག་བ། ང་རང་ཚོ་སངས་རྒྱས་ཟེར་བཤད་གི་ཡོད་རེད་བ་སངས་རྒྱས་ཟེར་ཡ་དེ་ང་རང་ཚོའི་སེམས་དེ་སངས་རྒྱས་གི་ཡོད་རེད་ལུས་དེ་སངས་རྒྱས་གི་ཡོད་རེད་བ། ལུས་སེམས་གཉིས་དེ་སངས་རྒྱས་དེ་སྐབས་སུ། ལུས་ད་ལྟ་རགས་པའི་རྒྱུ་ལས་དེ་ཡོད་ཡོད་ག་ལ་སངས་རྒྱས་ཡ་ཡོད་མ་རེད་སེམས་ད་ལྟ་མ་དག་པའི་རྒྱུ་ལས་དེ་ཡོད་ཡོད་ག་ལ་སེམས་རྒྱས་སངས་རྒྱས་ཡ་ཡོད་མ་རེད་བ། ད་ལྟ་ང་རང་ཚོ་ལ་ཐ་མལ་པ་དང། སྣང་བ་དང། ཤིན་ཏུ་ཕྲ་བ། གསར་བ་ཟེར་ཡ་དེ་འདྲ་གཅིག་གསུམ་ལ་སླེབས་དགོས་འདུག་བ། ཐ་མལ་པ་ཟེར་ཡ་དེ་ད་ལྟ་ང་རང་ཚོའི

ད་ལྟ་ང་རང་ཚོའི་མ་དག་པའི་ལུས་དེ་དང་མ་དག་པའི་སེམས་དེ་ལ་སྙིང་པོ་མདོ་ཡི་སྐབས་སུ་ཡང་དེ་འཇོག་གི་ཡོད་རེད་ད། མདོ་ཡི་སྐབས་སུ་ཡོད་རེད། ད་དེའི་སྐབས་སུ་དེ་ནི་ཕག་འགག་སོང་བ་ཡིན་ན་ད་ལྟ་ང་རང་ཚོའི་མ་དག་པའི་ལུས་དེ་ཕག་འགག་ཙམ་དང་མ་དག་པའི་སེམས་དེ་འགག་ཙམ་གཅིག་ལ་དེ་ལ་སྙིང་པོ་དེ་ཐོས་ས་གཅིག་མདོ་ཡི་སྐབས་སུ་ཡོད་རེད། ད་དངོས་གནས་སངས་རྒྱས་དགོས་བ་ཡིན་ན་ལུས་རགས་པ་དེ་བཞག་དུས་ཨ་ནི་རང་བཞིན་གྱི་ལུས་དང་རང་བཞིན་གྱི་སེམས་སྟོང་ལ་སླེབས་དགོས་དོ། རང་བཞིན་གྱི་ལུས་སེམས་གཉིས་སྟོང་ལ་སླེབས་དུས་ཀུན་རྟོག་རྒྱ་ཆོད་སེ་ཡ་དེ་བཤད་ཀྱི་ཡོད་རེད། དེའི་སྐབས་སུ་དང་གསང་སྔགས་ཀྱི་ཆོས་ཀྱི་ཐོག་ནས་བསྣུན་པས་མ་བརྒྱ་བ་ཡིན་ན་སྐུ་གསུམ་ལམ་ཆེན་ལ་སོགས་པ་དང། ད་ལྟ་ང་རང་ཚོས་གསང་བ་འདུས་པ་ཀྱི་རིམ་པ་ལྔ་ཡི་ནང་ནས་ཨ་ནི་ངག་དབྱིངས་དང་སེམས་དབྱིངས་དང་རྒྱུད་ལུས་དང་འོད་གསལ་དང་ཟུང་འཇུག་དུས་ཚོད་སྐོར་གྱི་ཐོག་ནས་ལམ་ཉམས་སུ་མ་སླེབས་སྐྱེས་རིམ་དང་རྫོགས་རིམ། སྐྱེད་རིམ་ལ་བརྟེན་ནས་སྐུ་གསུམ་ལམ་ཆེན་དང། རྫོགས་རིམ་ལ་བརྟེན་ནས་སོར་སྡུད་ཀྱི་ཐོག་ནས་སློབ་དབུ་མ་ལ་བསྡུ་ནས། སློབ་དབུ་མ་བདུད་རྩི་ནང་ནས་བསྐྱེད་ནས་ནི་དེ་འདྲ་བྱས་ནས་མ་སོང་བ་ཡིན་ན། ནི་དེའི་རང་བཞིན་གྱི་ཐོག་ལ་སླེབས་ཐུབ་ཀྱི་ཡོད་མ་རེད། ད་རང་བཞིན་དེ་ལས་ཀྱང་ཤིན་ཏུ་ཕྲ་བ་ཤིན་ཏུ་ཕྲ་བ་དེ་ད་ག་རེ་རེད་ཞེ་ན། ཐ་མར་རང་བཞིན་ནི་གསར་བ་ཟེར་ཡ་དེ།

སྟོང་པ་སྐྱེས་བུ་དང། ཤིན་ཏུ་སྟོང་པ་ལ་སོགས་པ་དེ་འདྲ་དང། ཨེ་ནི། ཐིག་རིམ་རྣམ་པ་ལ་སོགས་པ་དེ་འདྲ་གི་ཐོག་ནས་ནི་ཉམས་ལེན་བྱས་ནས་དེ་གི་ཐོག་ལ་མ་སླེབས་པ་ཡིན་ན་ཨེ་ནི། ཕལ་ཆེར་སྔགས་གཙང་གི་ཨེ་ནི་དེ་ལ་སྙིང་བོ་བསྟན་ཐུབ་ཀི་ཡོད་མ་རེད་བསགས་ཀི་ཡོད་རེད། དེ་འདྲ་ཡིན་དུས་གཙང་ནས་དེའི་མཐར་ཐུག་དེ་ལ་ནི་ག་འདྲ་ཡོང་གི་ཡོད་རེད་ཞེ་དུས་གཙང་ནས་ལུས་རྟག་པ་སྒྱུ་མའི་ཀུན་བརྟགས་པ་སྒྱུ་མའི་ལུས་དང་ཐུགས་བརྟགས་པ་དོན་སྦྱོར་བའི་སར་དེ་གཉིས་ཟུང་དུ་འཇུག་ནས། དེའི་སྐབས་སུ་ད་ལྟ་ང་རང་ཚོ་མ་དག་པའི་ལུས་དེ་སྒྲོལ་གྱི་ཤུན་པགས་སྒྲོལ་གྱི་པགས་པ་བགྱི་བ་ནང་བཞིན་སེ། དེའི་ནང་ནས། ད་འོད་གསལ་གྱི་སྒྱུ་ལུས་སེ་གོ་ར་མ་དག་པའི་དེ། མ་དག་པའི་སྒྱུ་ལུས་དེ་ཕ་སྤངས་ནས། ཨེ་ནི། མ་དག་པའི་ལུས་དེ་ཕ་སྤངས་ནས་སྒྱུ་ལུས་ཀྱི་ངོ་བོ་ལ་འབྱོར་ནས། སྒྱུ་ལུས་ཀྱི་ངོ་བོ་ལ་འབྱོར་ནས་སེམས་དེ། ཨེ་ནི། ལྟ། འོད་གསལ་གྱི་ངང་ལ་སླེབས་ནས་དེ་ཉིད་ཟུང་དུ་འཇུག་པ་དེ་ལ་ནི། ད་ང་རེ་ཆུ། རེད་རེད་ད་དེ་ཉིད་ཟུང་དུ་འཇུག་པ་དེ་ལ་ནི་སངས་རྒྱས་ཟེར་གྱི་ཡོད་རེད། ད་དེ་ཚིག་གི་ཐ་སྙད་བཤད་སྟངས་བྱས་ན་མང་པོ་ཤེས་ན་ཆུ་སྐད་ཀྱི་ཐོག་ནས་ཕར་བཤད་ན་ཧ་ཅང་མང་པོ་ཤེས་ཡ་འདུག་དེ་ད་གོ་བདེ་བའི་ཆེད་དུ་དེ་ཙམ་ལ་བཞག་ན་ཕ་ཆེར་འགྲིག་ས་རེད་དྲན་གྱི་འདུག། ཨེ་ནི་དེ་འདྲ་བྱེད་ཨེ་ནི་དེ་ལའང་ད་ཉམས་ལེན་བྱེད་ལེའི་སྐབས་སུ་ད་མདོ་སྔགས་གཉིས་ལ་ཁྱད་པར་ག་འདྲ་ཡོད་རེད་ཟེར་དུས་རྩ་ནས་ཉམས་ལེན་བྱེད་ལེའི་སྐབས་སུ་ད་ལྟ་ང་ཚོའི་སྔགས་ཀྱི་སྐབས་སུ། སངས་རྒྱས་ཀྱི་ས་ལ་ཡོད་བསྡད་ལས་ཀྱི་ཡོངས་སུ་རྟོག་པ་བཞི། ད་ལྟ་ནི་ང་རང་ཚོའི། ལམ་གྱི་སྐབས་སུ་བསྒོམ་དུ་ཡོད་པ་དེ་ནི་སྔགས་ཀྱི་ཁྱད་ཆོས་སྔགས་ཀྱི་མཚན་ཉིད། སངས་རྒྱས་ཀྱི་ས་ལ་ཡོད་པས་སངས་རྒྱས་ཀྱི་ས་ལ་ཡོད་པས་འབྲས་བུ་སངས་རྒྱས་ཀྱི་ས་ལ་ཡོད་དེ་ལས་དེའི་མཛད་པ་དང་འཕྲིན་ལས་དང་འཁོར་དང་སྐུ་དང། ད་དེ་ཚོའི་སྐོར་ཆ་ཚང་བ་དེ་ད་ལྟ་ང་རང་ཚོས་བསམ་བློ་གཏོང་ནས་ད་དེ་ལ་ག་རེ་བཤད་དགོས་རེད་ཟེར་དུས་རྩ་ནས་ལས་བདུན་འདྲ་གཅིག་བསྲེས་ནས་མ་འོངས་པར་སངས་རྒྱས་འགྲོ་ལོང་གི་རྒྱུ་ཡིས་ང་ཚོའི་རྟེན་འབྲེལ་གྱི་ས་བོན་ལ་སེམས་ལ་སྦྱངས་ནས་དེ་འདྲ་བྱེད་ཀྱི་ཡོད་རེད། ད་ལྟ་ང་རང་ཚོ་སངས་རྒྱས་ཡོད་མ་རེད་མ་འོངས་པ་ལ་སངས་རྒྱས་ལས་ཀྱི་རྟེན་འབྲེལ་གྱི་གཞི་བཙུགས་ནས་བལྟས་བྱེད་ཀྱི་ཡོད་རེད། དེ་ག་རེ་རེད་བྱེད་དུས་རྩ་ནས་ཡོངས་སུ་དག་པ་བཞི་ཟེར་ཡ་དེ་ག་རེ་རེད་བྱེད་དུས་རྩ་ནས། ནས་དག་པ། ལུས་དག་པ། ལོངས་སྤྱོད་དག་པ། མཛེས་པ་དག་པ། གནས་དག་པ་དེ་ག་རེ་རེད་ཞེས་དུས་བརྩ་ནས། ང་རང་ཚོའི་ས་ཆ་བདེ་ཡག་ལེགས་ཀྱི་བདེ་ཡག་ལེགས་ཀྱི་ས་གནས་དེ། ཨཱ་ནི། ལྷ་གང་དང་གང་ཉམས་ལེན་བྱས་པ་ཡིན་ན་ཡང་ཨཱ་ནི་དག་པ་རབ་འབྱམས་ཀྱི་ངོ་བོ་ལ་བསམ་བློ་བཏང་དུས་དཔེར་ན། བདེ་སྨོན་འདྲ་གཅིག་བཏུང་བ་ཡིན་ན་བདེ་བ་སྐྱིད་འཇིགས་ཞིང་ཁམས་ལ་སོགས་པ་དང། ཨ་ནི་ཡི་དམ་ག་འདྲི་ཅི་ཉམས་ལེན་ཟེར་བ་ཡིན་ན་ཡང་དེའི་སྐབས་སུ། ད་ད་རྒྱང་ཟེར་ཡས་འདོད་རྩ་ནས་ཟིན་ན་སྣོད་བཅུད་ཡོངས་སུ་རྫོགས་པ་ཐང་ཚང་མ་དེ་བཞག་ཡས་ཁང་གི་སྟེང་དང་བརྟེན་པར་བཅས་པ། ལྷ་དེས་རང་སྣང་ལ་སྤྲུལ་པ་དེ་འདྲ་ཅིག་བསམ་བློ་བཏང་འདོད་རྩ་ནས་གནས་དག་པ། ཨ་ནི་ལུས་དག་པ་ཟེར་འདོད་རྩ་ནས་རང་ཉིད་མ་དག་པའི་རྒྱུ་ལུས་དེ་ཉིད་སྟོང་རྒྱང་ཟེར་ནས་ལྷ་ཡི་ངོ་བོ་ལ་བསྐྱིལ་ནས་ཨ་ནི་ལུས་དག་པ། ཨ་ནི་ལོངས་སྤྱོད་དག་པ་ཟེར་འདོད་རྩ་ནས་ང་རང་ཚོའི་ད་ལྟ། ལོངས་སྤྱོད་ཟེར་ཡག་དེ་ཁ་ལ་ཟ་ཡག་དང་འཇོན་ཡག་དང་ལྷག་པར་དུ་བཟའ་བཏུང་ལ་སོགས་པ་དུས་ཚོད་སྐོར་ལ་བཤད་གི་ཡོད་རེད། དུས་ཚོད་སྐོར་ལ་ཐབས་ཤེས་ཀྱི་སེམས་ཀྱི་ལམ་ནས་དཔེར་ན། ག་ལ་འདྲ་ཅེས་སུས་དགོངས་ན། རྫས་དེ་ལ་ནི་ཨོང་བ་ཧོང་གི་ནི་རྒྱུ་དཔེར་སྦྱངས་གསུང་གི་ཐོག་ནས་ནི་འདོད་ཡོན་གྱི་བདུད་རྩི་གི་ངོ་བོ་ལ་བརྗོད་ནས།

ཐུགས་ཀ་ལེ་བའི་ཟེར་སྤྲུལ། ད་དོན་གཉིས་ཟས་ཟེར་སྐད་ལ་སྐྱིད་ནད་སྐྱིད་རང་གི་སྐབས་སུ། ཐུགས་ཀ་ལེ་བའི་ཟེར་འཕྲོས་འདོད་ད་ནི་ཡར་སངས་རྒྱས་ལ་འཁྱུད་པ་དང་མར་སེམས་ཅན་ཐམས་ཅད་ལ་གནོད་པའི་ཟེར་སྤྲུལ་ནི་དོན་གཉིས་ཟེར་བ་ལ་སོགས་པ་འདི་སྐད་ནི་མཛད་པ་དག་བག་ཟིན། དེའི་གཞི་ད་ལྟ་ང་རང་ཚོ་ལ་སྒྲུབ་ཏུ་ཡོད་པ། སངས་རྒྱས་ཀྱི་ས་ལ་དེའི་རྗེས་ཡོད་དེ་བ་དེ་ད་ལྟ་ངག་ཆུའི་ལག་ལེན་སྟོང་ནས་བསྒྲུབ་འདོད་ཡོད་པ་དེ་ལ་ནི་སྔགས་ཀྱི་ཆེ་བརྗོད་དུ་བསྡུས་པ་སྔགས་དེ་ལ་ཟེར་གྱི་ཡོད་རེད་ཟེར། དེ་མེད་པ་དེ་ལ་ནི་མདོ་ཟེར་གྱི་ཡོད་རེད་ཟེར་མདོ་དང་སྔགས་གཉིས་ཀྱི་ཁྱད་པར་དེ་ད་དེ་གི་ཐོག་ནས་འགྲོ་གི་ཡོད་རེད་ཟེར་གྱི་ཡོད་རེད། ཧོ་དེ་འདྲ་རེད་བྱ་ད་དེ་འདྲ་བྱས་ཡིན་དུས་རྩ་ནས་ནི། ནམ་ཞག་རྒྱུན་དུ་ང་ཚོས་ད་ཅིག་རྒྱུད་སྡེ་གང་རུང་ཅིག་ཉམས་ལེན་བྱེད་ཀྱི་ཡོད་རེད་བ། ད་རྒྱུད་སྡེ་ག་རེ་ཡིན་པ་ཧ་གོ་ཡོད་མ་རེད་ད་ཁ་འདོན་ཅིག་བོད་པོ། ད་ཅིག་ཕ་ཆེ་མང་ཡོད་ཆེ་ཤོས་ཀྱི་ཁ་འདོན་ཅིག་གོ་ཟེར་བ་ཡིན་ན། ཕ་ཆེ་ལམ་གཙོ་རྣམ་གསུམ་ཟེར་ཡ་དང། ཆིག་བློ་ལྡོག་རྣམ་བཞི་ཟེར་ཡ་དང། བྱང་ཕྱོགས་ཚོགས་བདུན་ཟེར་ཡ་དང། ཨ་ནི་ལྷག་པར་དུ་ཆིག་ད་ང་ཚོས་ཐིགས་པ་སྨིན་པ་ཟེར་ན་དང་ཐིགས་པ་འོ་མ་གི་དེ་ཚོའི་སྐོར་ཁ་འདོན་ཞེ་དྲག་ཁ་འདོན་ཟེར་ན་དེ་ཚོའི་སྐོར་གྱི་སློབ་སྦྱོང་གི་སྐོར་དེ་དེ་རིགས་ཞེ་དྲག་ཡོད་མ་རེད་བོད་པའི་ཁ་འདོན་ནང་ན་མང་ཡོད་ཅིག་ཤོས་དེ་ལ་ནི་ཡི་དམ་གྱི་ལྷ་དང་ཁྲོ་བོ་དང་ནི་ལྷག་པར་དུ་གསང་བ་འདུས་པ་དང་རྗེ་བཙུན་སྒྲོལ་མ་དང་ནི་སྤྱན་རས་གཟིགས་དང་འོག་པ་དང་ནི་ལྷག་པར་དུ་དང་ཁྲོ་བོ་དེ་འདྲ་དང་ཅིག་དེ་འདྲ་འདྲ་མི་འདྲ་འཇིགས་སུ་རུང་བ་མང་པོ་ཅིག་གི་ཁ་འདོན་དེ་ནི་དེ་འདྲ་ཞིག་ཉར་བསྡད་ཡོད་རེད་བ། ད་དེ་འདྲ་བྱས་ནས་སྐབས་སུ་ང་ཚོས་བཞི་ལི་སྐབས་སུ་ཁ་འདོན་བཞི་ནི་རྒྱུད་སྡེ་དྲུག་ལི་སྐབས་སུ། རྒྱུད་སྡེ་འོག་མ་འོག་མ་སྟེ་གོང་མ་གོང་མའི་ལམ་སྟེགས་ཀྱི་ཚུལ་དུ། འོག་མ་འོག་མ་སྟེ་གོང་མ་གོང་མ་གི་ཐབས་ཀྱི་ཚུལ་དུ། ཐབས་དང་ཐབས་བཟང། ཨོ་ནི་རྒྱུ་དང་འབྲས་བུའི་ཚུལ་དུ་དེ་འདྲ་ཞིག་འགྲོ་གི་ཡོད་རེད་དཔེར་ན

ལམ་གཅིག། བླ་མ་གཅིག། དེ་འདྲའི་གཅིག་བྱས་ནས་སོང་བ་ཡིན་ན་ང་ཚོས་ད་ཁེ་བཟང་དེ་ནི་ཡོང་གི་ཡོད་རེད་དེ་ང་ཚོའི་བོད་ཀྱི་ཁ་རྒྱུན་གྱི་གཏམ་དཔེ་ཅིག་ཡོད་ཨ། བོད་ལྷ་མང་གི་ཕུང་རྒྱ་ལྷ་གཅིག་གི་མཚིང་ཞེས་དཔེ་ཅིག་ཡོད་རེད་ད་ལྟའི་ངའི་མཚམས་མཚམས་ལ་དེ་གཅིག་འདྲ་བོ་འདྲ་གཅིག་དངོས་གནས་རང་འདྲ་བྲིས་ཀྱི་ཡོད།

ཆུ་དཀར་ལ་སོང་བ་ཡིན་ན་ཆུ་དཀར་ཚེ་དཔག་མེད་ལ་ནི་ཚེ་དཔག་མེད་དཀར་པོ་ཚེ་དཔག་མེད་དམར་པོ་ཨ་ནི་ཚེ་དཔག་མེད་ད་འདྲ་མི་འདྲ་གཉིས་དང་ཚེ་དཔག་མེད་ཧ་ཅང་མང་པོ་སླེབས་དགོས་འདུག་བ་ཨེ་ནི་ཆུ་དཀར་ལོངས་སྐུའི་ནང་ནས་འཕགས་སོང་ན་ཐུགས་རྗེ་ཆེན་པོ་སྐྱེས་གནས་ཟེར་ལ་སླེབས་དགོས་ད་ངན་སོང་དུང་གྲོགས་ཀྱི་ལྗོངས་རྒྱུ་ག་ལྷག་བཅུ་གསུམ་བཅུ་བཞི་དེ་འདྲ་ཧ་ཅང་མང་པོ་ཅིག་སླེབས་དགོས་འདུག་བ།

དེ་ལས་ཀྱང་ཁོ་རང་ལྷ་གཅིག་ལ་སེམས་ནས་ནི་དག་པ་རེ་ཤིག་ལ་དེའི་དོན་དུ་ཞིག་བསྒྲུབ་བདེ་བ་ཡིན་ན། དེ་གི་མ་ཕན་ལས་ཀྱི་དེ་གི་སྐྱོབ་མ་ཐུབ་ལས་ཀྱི་ང་རང་ཚོ། ང་ཚོ་ལ་དགོས་ཡ་ག་རེ་རེ་བྱེད་དུས་ཙང་ནི། ཚེ་འདི་གི་ནད་དང་ན་ཚ། གནས་སྐབས་དངོས་ཐོག་གི་ཁྱི་དོན་ནི་ཚེ་འདི་གི་ནད་གི་ན་ཚ། ཨ་ནི་ག་རེ་ཞིག་ང་རང་ཚོ་བོགས་ཁེངས་ནས་སྐབས་སུ་དེའི་ཉིན་མོ་དེ་ལ་ཁྱི་ཁ་འཇིགས་སྐྲག་གི་སྡུག་བསྔལ་ལས་སྐྱབས་ནས་ལྷག་བསྡད་གི་སྐྱབས་ཐོབ་བ་ཅི། ཨ་ནི་དེ་ནས་གར་སེང་མ་སོང་བ་ཡིན་ན་ཁྱོད་ཚར་ལི་སྐབས་སུ་བར་སྡོང་ཞག་མ་བཞི་བཅུ་ཞེ་དགུའི་ཚེ་ལ་བདུན་ཕྲག་རེ་རེ་ནས་ལྷག་ཏུ་ཕེབས་ནས་སྐྱོབ་ཐུབ་པ་ཅིག་ཨ་ནི་དེ་ནས་གར་སེང་སྐྱོབ་མ་ཐུབ་པ་ཡིན་ན་ཨ་ནི་ངན་སོང་ལ་མ་སྐྱོང་མ་སོང་བ་ཅིག་ད་ང་ཚོ་ལ་དེ་མི་སྲིད་དགོས་ཡ་ཡོད་མ་རེད་ད། ད་དེ་ལྷག་སུ་ཡིན་ན་སྐྱོབ་ཐུབ་གི་རེད་ད། སྤྱན་རས་གཟིགས་ལ་མི་ཚེ་གང་པོ་ལ་ལྷོག་བལྟས་བལྟས་ན་དེ་ལས་ལྷག་ས་ཅི་ཡོད་མ་རེད། ཨནི་བེ་ད་ག་ན་གཞི་སངས་རྒྱས་འོག་པག་མི་འདྲ་ལ་ལ་ཧོག་དེ་འདྲ་སི་བལྟས་བལྟས་བ་ཡིན་ན་དེ་ལས་ལྷག་ས་ཅི་འགྲོ་ས་ཡོད་མ་རེད་ད། ཨནི་དེ་སོ་དྲི་ཕག་བཞག་ཨནི་དེ་མ་ཡིན་པ་ཅིག་རྒྱུད་དེ་མཐུན་པོ་ཅིག་ལ། ངས་མཚམས་ཚར་ན་དེ་འདྲ་ལབ་གི་ཡོད་བ་མིན་མཐུན་ཕུ་ཁྱུད་ལ་ཧབ་ཐོབ་ཟིན་ནས་འགྲོ་གི་ཡོད་རེད་ཟེར། ཧབ་ཐོབ་ཟིན་ནས།

ལུས་དང་ངག་གཉིས་དེ་གཙོ་བོ་ལ་བཏོན་ནས་ཨེ་ནི་བཅུ་པ་དེ་ལ་ཁྲུས་དང་གཙང་སྦྲ་ལ་སོགས་པ་དེ་འདྲ་ཞིག་སྤེལ་ན་ང་ཚོས་སྨྱུང་གནས་སོང་ཞིང་འགྲམ་ཚོགས་དེ་འདྲའི་སྐབས་ལས་བྱེད་ལས་སྐབས་སུ་ཨེ་ནི་ལུས་ངག་དེ་སོགས་ནི་པས་ཅི་ད་ཀར་ཚེ་ངག་བཅད་ཨེ་ནི་ཁྲུས་བྱས་ཡིན་ལ་ངག་ཁྲུས་བྱས་ཨེ་ནི་གཙང་སྦྲ་བྱས་ཨེ་ནི་རང་དེང་གི་དམའ་ས་ལ་བསྡད་སླ་མཐོ་ས་ལ་བསམ་བློ་བཏང་འོ་དེ་འདྲ་བྱེད་ཀྱི་ཡོད་ཨ། ཨོ་དཔེ་དེ་ནང་བཞིན་བྱས་ན་ང་ཚོས་སྒྲུབ་ཀྱི་ཡོད་རེད་ཟེར་གྱི་ཡོད་རེད་ད་དེ་ཚོའི་སྐོར་དེ། ཟ་ཇུས་ཀྱི་ལྷ་སྒྲུབ་ལེའི་སྐབས་སུ། ཨོ་ནི་ཟ་ཇུས་ཀྱི་ལྷ་དེ་འདྲ་ཞིག་སྒྲུབ་འདིའི་སྐབས་སུ་ཨོ། ས་ཁྱོད་རང་གི་སེམས་དེ་ལ་རྟོག་པ་མ་འདྲ་བ་ཅིག་ད་དེ་ལྷ་དེ་གི་གྲོགས་ད་དེ་མ་མཐུ་ར་སི་ཡ་དེ་གི། སེམས་དེ་སྐྱོབ་ཐུབ་པ་ཅིག། སེམས་གཉིས་སྣང་གི་རྟོག་པ་ལས་སྐྱོབ་ཐུབ་པ་ཅིག། སེམས་མ་དག་པའི་སྣང་བ་དེ་ལས་སྐྱོབ་ཐུབ་པ་ཅིག། དང་འདོད་ཆགས་ཤེས་དང་གཏི་མུག་ལ་སོགས་པ་ལ་ཤེས་མ་གོ་བར་བ་མདོ་ཡི་སྐབས་སུ་ཨ་དེ་ལ་ཕན་གི་ཡོད་ར། སྐྱོབ་ཐུབ་གི་ཡོད་ར། ད་འདི་ཡི་སྐབས་སུ་ཡིན་ན་ག་ལ་སྐྱོབ་གི་ཡོད་རེད་ཟེར་ན་སེམས་གཉིས་སྣང་གི་རྟོག་པ་ལས་གཉིས་སྣང་ཟེར་དུས་རྩ་ནས། ཨོ། ཕར། ཡོད་གཅིག་དང་ཡོད་རྐྱེན་གཅིག་གཉིས་བཞག་ནས་ཡོད་དེ་ལ་ཨ་ནི་ཆགས་པ་དང་ཡོད་དེ་ལ་སྡང་བ་དང། འདི་ང་རེད་བསམ་པ་དང་འདི་ཁོ་རེད་བསམ་པ་དང་ང་ཡག་པོ་ཡིན་བསམ་པ་དང་ཁོ་སྡུག་ཅག་རེད་བསམ་པ་དེ་གཉིས་སུ་སྣང་བར་འཛིན་པ་དེ།

རྣམ་འགྱུར་བདའ་འདེད་ཀྱི་ཡང་ཕན་ཡིན་ཚར་དུས་སེམས་ལ་དེ་བཞིན་འགྱུར་བ་འགྲོ་ཚར་དུས་ཨེ་ནི་རྣམ་འགྱུར་རྒྱུད་ནང་ན་འགྲོ། རྣམ་འགྱུར་རྒྱུད་ཀྱི་ནང་ནས་རང་དེའི་སར་མཐོ་ས་ལ་བཞག་ལྷག་དེ་དེའི་སར་དམའ་ས་ལ་བཞག་ན་ནི་འགྲོ་དགོས་རེད། གང་ཡིན་ཞེ་ན་ཁྱོད་རང་གི་སེམས་དེ་རྟོག་པ་མཐོན་པོ་ལ་ཆགས་ཚར་བ། མནྟྷ་ར་ཟེ་ཡ་དེ་གི་སྔགས་དེ་དོན་དེ་སླེབས་དགོས་འདུག་བ། དེ་སྐྱོབ་དགོས་འདུག་བ་དེ་སྐྱབས་ཐུབ་སོང་བ། དེ་སྐྱབས་འཚོལ་མཛད་དུས་ཕ་རྒྱུད་དུ་ལྷགས་ཏེ་མཚུན་བཟའ་དཔེ་ལྷ་རིས་མ་དང་མཚུན་བཟའི་དོན་གྱི་ལྷ་ངོ་མ་དེ་ཁྱོད་རང་གི་སེམས་དེར་གཏིང་ནས་བསྡད་འདུག་བ། ཧོ་དེ་འདྲས་ཡིན་དུས་རྩ་ནས་ཨེ་ནས་དེའི་བཅུད་རྒྱུད་རྣམ་རྒྱལ་རྣམ་རྒྱལ་རྒྱུད་ཐོག་ནས་རྣམ་རྒྱལ་བླ་ན་མེད་པའི་རྒྱུད་ཐོག་ལ་ཡར་སླེབས་ཚར་དུས་ཨེ་ནས། ཕར་རྒྱུག་གི་མཚོན་ས་དཔེའི་ལྷ་སྟེ་མཚོན་གཞི་དོན་གྱི་ལྷ་ཡི་ངོ་བོ་ལ་མཚོན་འཕོས་འདི་རྩ་ནས་ཨ་ནི་ཁྱོད་རང་རྒྱལ་པོ་ནང་བཞིན་ཆེ་ལྷ་སྟེ་དྲིན་ཡིན་ནང་བཞིན་གཡོག་པོ་ནང་བཞིན་ཕྱག་འཚལ་བས་ཤིག། ཕར་རྒྱུག་གི་ལྷ་སྟེ་མཱན་དྷུ་ར་སི་ཡ་དེ་གའི་སྔགས་དེ་དོན་དུ་ཏག་ཏག་སྟེ་ཁོ་རང་སེང་གི་ཐོག་ལ་སྔགས་དེ་གའི་མར་དང་སྐྱོབ་གི་ཡོད་རེད་ད་སེང་དེ་སྐྱོབ་ཚར་ཡོད་འདི་རྩ་ནས་གཉིས་སྣང་གི་འཛིན་པ་རྟོག་པ་ཡོངས་སུ་རྫོགས་པ་ཆ་ཚང་བ་གཤེགས་ཚར་དུས་ཀུན་བརྟགས་པ་རྒྱུན་མི་གོས་དང་ཐུགས་བརྟགས་པ་དོན་རྒྱུད་འོད་གསལ། དེའི་གཉིས་ཀྱི་ངོ་བོ་གཅིག་ཏུ་དེ་འདྲ་མཉམ་དུ་འདྲིས་ཡིན་དུས་རྩ་ནས་ནི་ལྷག་བསལ་ཡ་གཅིག་ཡོད་མ་རེད། རང་གི་སེམས་ཉིད་འདི་དག་ནི་སྤྱན་རས་གཟིགས་དེ་རེད། རང་གི་སེམས་ཉིད་འདི་དག་ནི་འོག་པ་མེ་ཡ་དེ་རེད། རང་གི་སེམས་ཀྱི་ངོ་བོ་ལས་ལོགས་སུ་བསྐྱོད་པ་གཅིག་ལྷག་བསལ་ཡ་གཅིག་མེད་རེད་ཟེར་གྱི་ཡོད་རེད། ཨོ་དེ་འདྲ་བྱས་ནས་བསམ་བློ་བཏང་ནས་བསྒྲུབ་ན་བསྒྲུབ་ན་ཟེར་ན་འདྲ་མ་ད་ལྟ་ནམ་རྒྱུན་བསམ་བློ་གཏོང་སྟངས་དེ་འདྲ་བྱས་ཟེར་ན་ཡག་པོ་ཞིག་རེད་དྲན་གྱི་འདུག་ཨནི་སྤྱིར་བཏང་ནི་ད་སྔགས་ཟེར་ཡ་དང་ལྷ་ཟེར་ཡ་དེ་གསང་སྔགས་ཟེར་ཡ་དེ་རྒུད་པ་ག་རེ་ཆེད་དུ་གསུངས་ཡོད་རེད་ད་ད་དེ་རྒུད་པ་འདྲ་གཅིག་ཡོད་རེད་བ།

ཨ་ནི། གསུམ་པ་དེ་གི་ལང་ཆང། ཐ་མ་དེ་གི་གཉིས་གཉིས་ཆུད་པ་ཟེར་གི་ཡོད་རེད། དེ་ག་ལས་བཤད་ཀི་ཡོད་རེད་ཅེས་དུས་ཙང་ནས་སྔོན་སྐར་བ་རྫོགས་ལྡན་གི་དུས་སུ་སྔོན་མ་སྔོན་མ་གནའ་སྔ་མོ་སྐར་བ་རྫོགས་ལྡན་གི་དུས་སུ་ང་རང་ཚོའི་ད་ལྟ་འདོད་ཆགས་ཕོ་མོ་གི་འདོད་ཆགས་ཅིག་ཡོད་ར་དེ་འདོད་ཆགས་དེ་ཨེ་ནི། མི་གི་མི་ཡི་གདོང་པ་ལ་ལྟ་བ་ཙམ་གྱིས་ཨེ་ནི་འདོད་ཆགས་དེ་གི་ཚིམས་འགྲོ་གི་ཡོད་རེད། ད་དེ་ཟ་རྒྱུ་གི་ལྷག་དེ་ཡིན་ན་དཔེར་ན། འདོད་ཆགས་མ་དང། ལྟས་པའི་འདོད་ཆགས་ཀྱི་གཉེན་པོ་ཞེས། ཨེ་ནི་སྤྱོད་རྒྱུད་ཀྱི་ལྷག་དེས་ན་རྒོད་པའི་འདོད་ཆགས་རྒོད་ཟེར་ཡ་དེ་ཀས། ཨེ་ནི་དེ་ཉིད་རིམ་པས་ཡིན་ཏེ་མ་དུལ་མ་སྙེགས་ནས་དེ་འདྲའི་རིགས་ཡིན་ནི་སྐབས་སུ་ནི་བར་ལམ་གཅིག་ལ། གད་མོ་བགད་གོ་ལའི་ས་གཅིག་དང་ཕོ་མོ་ཕིན་ཚུན་མཐོང་ནི་སྐབས་སུ་གད་མོ་ཙམ་བགད་ནས་ཕིན་ཚུན་གད་མོ་ས་བགད་ན། ཨེ་ནི་བདེ་བ། ག་རེ་ཟེ་གོ་གཅིག་ང་ཚོའི

དེའི་སྐབས་སུ་དེ་ག་ཚུན་གྱི་ཡོད་རེད་ཞེས་འབྲེལ་འདྲེས་འགྲོ་གི་ཡོད་རེད། ཨ་ནི་ཐ་མ་ཐ་མ་རེད་འདི་ད་ད་ད་དུས་ཚོད་ལ་རེད་ད་འཆུས་ཟེར་ཡག་དེ་ད་དངོས་གནས་ཉི་མ་ལྔ་བཟླ་བའི་དུས་སུ་ཨ་ནི་འཆུས་ནས་ཟེར་ནས་ད་ཕན་ཚུན་གཅིག་གཅིག་ལ་འཐམ་ནས་འཆུས་ནས་ཨོ་དེ་འདྲས་གཅིག་ཟེར་ནས་ཨ་ནི་དེ་ག་ཡང་མ་ཚང་བ་ཟེར་ནས་ད་དེང་སང་ད་སྡུག་རུ་སྡུག་རུ་སྡུག་རུ་དུས་སྙིགས་མ་མང་འགྲོ་ལི་སྐབས་སུ་ད་དེ་འདྲ་ཡོང་གི་ཡོད་ར་ད་དེ་ལ་ནི་རྣམ་དཔྱོད་བླ་མེད་ཀྱི་རྒྱུད་དེ་གི་དེའི་སྙིང་པོ་ཟེར་གྱི་ཡོད་རེད་ཞེ་གང་ལྟར་ཀྱི་རྒྱུད་དེ་བཞི་དེ་གི་ནི་དང་པོ་ལྟ་བུ་འདོད་ཆགས་ནི་བར་དུ་རྒུད་པོ་འདོད་ཆགས་ཐ་མ་ལག་པའི་ལག་པ་བཅང་བོ་འདོད་ཆགས་ནི་ཐ་མ་ཐ་མ་དེ་ལ་གཉིས་གཉིས་འཆོས་པོ་འདོད་ཆགས་དེའི་འདོད་ཆགས་བཞི་དེ་གི་སྙིང་པོ་ལ་འགྲོ་གི་ཡོད་རེད། འོ་དེ་འདྲའི་ཆགས་ཏེ་ཡོད་རེད་ད་ལྟའི་ངས་དེ་རིང་གཏམ་མང་པོ་ཞུས་པ་ཡིན་ན་ཡང་དེ་ནང་ན་འགྲོ་གི་མི་འདུག་བ་མཚམས་མཚམས་ན་དགའ་འགྲོ་གི་འདུག་དེ་འདྲའི་ཡིན་དུས་རྩ་ནས་དེ་འགྲོ་གི་ཡོད་ལེ་རེད་བ་ཡོད་འགྲོ་ཐུབ་ལེ་གི་རེད་བ། དེ་རིང་ངས་ཕ་ཁྱེད་ད་དེ་རིང་ཆོས་ཐུན་དེ་མདོར་བསྡུས་ཀྱི་དེ་ལ་བཞག་འཇོག་གི་ཡིན་སང་ཉིན་ཞག་ནི་བྷ་ཆས་དེ་ལ་ངས་ཡང་གསར་ཁ་བཏོད་ནས་སྒྲ་སྒམ་གཅིག་ཟུར་དུ་སྒྲ་སྒམ་བཅོ་ལྔ་པ་དེ་ལ། གསང་སྔགས་ཀྱི་ཆོས་ག་འདྲ་ཞིག་ཉམས་ལེན་བྱེད་དགོས་ལེ་ཞེས་ཡ་དེ་ལ་ནི། རྒྱུད་སྡེ་གང་རུང་གཅིག་གི་ནང་ནས་ཁོག་ལ་ཡ་འདྲོག་ནས་ནི་དེ་ལ། ཏིང་ངེ་འཛིན་གསུམ་དང་སེམས་དཔའ་གསུམ་གཅིག་དང་རྡོ་རྗེ་བཞི་བསྐྱེད་དང་དངོས་བཟང་ལྔ་གཅིག་ལ་སོགས་པ། རིམ་པས་བཞི་དང་དགུ་དྲུག་མདོར་བསྡུས་ཅེས་དེ་འདྲ་བྱས་ནས་ཞུ་གི་ཡིན། ནི་ད་མང་པོ་ནི་ད་གསང་སྔགས་ཀྱི་ཆོས་དེ་དེ་སྒྲ་སྒམ་ནང་ནས་ངས་དེ་འདྲ་བྱས་ནས་སྐད་ཆ་བཤད་གི་མིན། ཨ་ནི་མ་འོངས་པ་ལ་ང་རང་ཚོ་ཁྱེད་རང་ཚོ་ལ་དོན་གཉེར་ཡོད་ང་ལ་ཡང་དུས་ཚོད་རག་ན་ཨ་ནི་དུས་ཚོད་སྐོར་དང་ཧ་ཅང་རྩ་ཆེན་པོ་ཧ་ཅང་གལ་ཆེན་པོ་ཆགས་བསྡད་ཡོད་རེད་དེ་འདྲ་བྱས་ནས་ཁོ་ང་གཉིས་སར་གྲོང་པའི་ནང་ནས་དེ་ག་སེ་སྦྲ་སྒམ་གྱི་སྟབས་བདེ་བ་ཅིག་བཟོ་ག་ས་ག་ལ་འཛམ་བུ་ལ་ཚང་མ་ལ་བཀྲམ་བསྡད་ཡ་དེ་འདྲ་ཅིག་ཆགས་ཡོད་མ་རེད་དངོས་གནས་དྲང་གནས་དོན་གཉེར་དོན་གཉེར་ཡོད་མཁན་ཅིག་ཡིན་པ་ཡིན་ན་ཨ་ནི་སོ་སོས་དཀའ་ལས་བརྒྱབ་ནས་དུས་ཚོད་སྐོར་ལ་ང་རང་ཚོ་དངོས་སུ་ཐུག་ནས་ཕར་ཚོད་ཨ་ནི་རེ་རེ་གཉིས་རེ་ལ་དེ་འདྲ་བྱས་ནས་སྐད་ཆ་བཤད་ན་ནི་དེ་འདྲ་བྱས་ན་ཡག་ཡོད་རེད་དྲན་གི་འདུག་ད་ལྟའི་ངའི་ངོར་དཀྲུག་འདྲ་བྱེད་ཡིན་སང་ཉིན་དེ་འདྲ་གམ་ཡིན་ལགས་ཏེ་གཅིག་བྱས་ན་ང་ཁེ་བཟོ་གི་ཡིན་གཅིག་བྱས་ན་བཟོ་གི་མིན་ནི་དེ་ངའི་བསམ་བློ་བཏང་གི་ཡིན་དེ་རིང་ངས་དེ་ལ་འདྲ་གམ་དེ་དེ་ག་རང་ལ་མཚམས་འཇོག་ཡོད་གི་ཡིན་ཞེས་ཞུ་བ་ཡིན། ཡང་དག་སོགས་སེམས་ཅན་ཐམས་ཅད་བློ་ཆོས་སུ་འགྲོ་བར་སེམས་ཀྱི།